ད་ཐང་གིས་ང་ཚོ་ཉེན་ཁུག་བརྒྱབ་སའི་གནས་ཚུལ་གོ་ཡ་ཆེ་བ་ཡིན་ན་ད་རང་ཞོགས་ཁའི་ཆུ་ཚོད་དགུ་དང་སྐར་མ་ལྔའི་ཐོག་ལ་ཡ་ད་འདི་ལྟར་ཕྱི་ལུགས་ཀྱི་བརྩི་སྟངས་དེ་རིགས་སྒྲ་སྐད་སྒང་ལ་གྲངས་ཀ་དྲུག་དང་གྲངས་ཆུང་བརྒྱད་ཀྱི་ནི་ས་ཡོམ་ཤུགས་ཆེན་པོ་ཞུ་ཅིག་བོད་སྟོད་ཀྱི་དིང་རི་ཁུལ་ལ་ཡ་བརྒྱབ་རྗེས་ད་ལྟ་བར་དུ་གནས་ཚུལ་ཤེས་རྟོགས་བྱུང་བར་བལྟས་པ་ཡིན་ན་ཕལ་ཆེར་ང་ཚོ་བོད་པ་དགུ་བཅུ་གོ་ལྔ་ཞིག་འདས་གྲོངས་ཕྱིན་ཡོད་པ་དང་བརྒྱ་དང་སུམ་ཅུ་ལྷག་སི་ཡ་རྨས་སྐྱོན་བྱུང་ཡོད་པའི་གནས་ཚུལ་དང། ཨ་ནི་ཁང་པ་དང་མང་པོ་ཅི་ལ་ཡ་གཏོར་སྐྱོན་བྱུང་ཡོད་པའི་གནས་ཚུལ་འདུག་ཕྱི་ནས་གོ་ཡ་འདུག་ཨ་ནི་འདས་གྲོངས་ཕྱིན་པ་དེ་གའི་དེ་ལ་ཡ་ནི་ངོ་བོ་སྨོན་ལམ་ཞུ་ཡ་དང་རྨས་སྐྱོན་ཐེབས་པ་དེ་གའི་དེ་དང་གང་མྱུར་དྲག་སྐྱེལ་ཡོང་ཡ་གི་ཆེད་དུ་ཨ་ནི་སང་ཉིན་ང་ཚོ་ཉིན་རྒྱབ་ཨ་ཐེག་ཆེན་ཕྱི་ནོན་གཙུག་ལག་ཁང་ལ་ཡ་བོད་མིའི་སྒྲིག་འཛུགས་ལས་བྱེད་རྣམ་པ་དང། ང་ནི་དམ་ས་ལ་ཁུལ་དུ་བཞུགས་ངེད་མང་ཚོགས་ཚང་མ་ལ་ངོས་ནས་མཆོད་འབུལ་སྨོན་ལམ་ཅིག་གོ་སྒྲིག་ཞུ་ཡ་འདུག་བྱས་ནས་གྲ་སྒྲིག་བྱས་བཞག་ཡོད་ད། ད་འདི་གི་སྤྱི་བཏང་གི་བྱུང་བའི་གི་གོད་ཆག་ཅིག་རེད། བྱུང་བའི་གོད་ཆག་དེང་སང་མང་པོ་ཅིག་ནི་མིས་བཟོས་པའི་རྐྱེན་བྱས་ནས་ཡོང་བ་དེ་འདྲའི་ཡོང་གི་ཡོད་རེད། བོད་ཀྱི་མཐོ་སྒང་ཟེར་ས་ཆ་འདི་རྒྱ་གར་གྱི་ས་གཞི་དང་ཡུ་རེ་ཤན་གྱི་ས་གཞི་གཉིས་དེ་གི་འོག་ལ་ཡང་དག་ས་ཁུལ་ཐེབས་ཀྱི་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ད་ལྟ་ཡིན་ནའི་ཚན་རིག་པ་ཚོས་ཀྱི་ཐུག་པའི་གྱི་ཐུག་ལོད་ཙམ་གྱི་ནུ་རུལ་ཐིག་ཅིག Millimeter བཅུ་གཅིག་ཧི་མ་ལ་ཡའི་མཐོ་མཐོ་རུ་མཐོ་རུ་འགྲོ་གི་ཡོད་རེད་ཅེས་ནས་བཤད་སྡོད་ཀྱི་ཡོད་རེད་དེ་ཡིན་པས་སོང་ཙང་བོད་ཀྱི་ཁོར་ཡུག་ལ་ཡང་གཏོར་སྐྱོན་མི་འགྲོ་ཡ་དང་གནོད་སྐྱོན་མི་འགྲོ་ཡ་བོད་ཀྱི་ཁོར་ཡུག་འདི་བོད་པ་ཙམ་དུ་མ་ཡིན་པའི་གི་བོད་ཀྱི་ཁྱིམ་མཚེས་རྒྱལ་ཁབ་མང་པོ་ཞི་བོ་ཅི་ལ་ཡང་འབྲེལ་བ་ཆགས་སྡོད་ཀྱི་ཡོད་པ། ད་ད་ལྟ་ས་ཡོམ་དང་བོད་ཀྱི་ཁོར་ཡུག་བདག་གཅེས་ཀྱི་འབྲེལ་བའི་ཐོག་ནས་ཐད་ཀར་འབྲེལ་བ་དེ་འདྲའི་ཡོད་རེད་བྱས་ནས་ངས་ཞུ་ཆ་ཐིག་གི་མི་འདུག་དེ་ཡིན་པ་ཡིན་ནི་ཉེ་བའི་ཆར་ལ་ཡང་ད་ད་ད་བོད་ཀྱི་གཙང་པོའི་གཙང་པོ་ལྷོ་ངོས་སུ་མ་འཁྱོག་སའི་གི་པདྨ་དགོན་གྱི་མེ་ཏོག་གི་ས་ཆ་དེ་ལ་ཡང་ཆུ་མཛོད་ཆེན་པོ་ཅིག་རྒྱ་བལ་གྱིས་རྒྱ་ནག་གཞུང་གིས་གསལ་བསྒྲགས་སྤེལ་ཡོད་རེད་ད་ང་ཚོ་དེ་ལོ་མང་པོ་ཅིག་སྔོན་ནས་རྒྱལ་སྤྱིའི་ནང་ལོགས་ལ་ཤེས་ཀྱི་བསྡད་རེད་ཨ་ནི་དེ་འདྲའི་ཆུ་མཛོད་ཆེན་པོ་ཅིག་ལ་ཡང་ཆུ་མང་པོ་ཞུགས་ཅིག་བཀག་བསྐུངས་ཡོད་དུས་ཨ་ནི་དེ་མཛོད་ཀྱི་མ་འོངས་པ་ད་རྒྱ་གར་དང་བང་ལ་དེ་ཤུ་ཚོ་ལས་གནོད་སྐྱོན་ཆེན་པོ་ཞུགས་ཅིག་འགྲོ་ཡ་གི་ཉེན་ཁ་ཡོད་བསྡད་པ་དེ་ཨ་ནི་ས་ཁུལ་དེ་ཚོ་ལས་ས་ཡོམ་དེ་ལས་མ་འོངས་པ་རྒྱ་བལ་ཡིན་ན་ནི་ཆུ་མཛོད་དེ་ཚོ་བསྒྲིལ་བ་ཡིན་ན། དེའི་འོག་གི་ཆུ་འགྲོ་སའི་རྒྱལ་ཁབ་དེ་གའི་དེ་ལ་གནོད་སྐྱོན་ཆེན་པོ་ཞིག་འགྲོ་གི་ཡོད་པ་དེ་ད་བཤད་མ་དགོས་རེད། དེ་ཡིན་དུས་བསམ་པ། དེ་ནི་བོད་ཀྱི་ཁོར་ཡུག་ལ་ཡང་དོ་སྣང་བྱེད་དགོས་ཡ་དང། ལས་གཞི་ག་འདྲ་ཞིག་སྤེལ་གྱི་ཡོད་པ་ཡིན་ནས་ཁོར་ཡུག་ལ་གནད་སྐྱོན་མ་འགྲོ་བ་དང། དེའི་ཁུལ་ལ་བསྡད་མཁན་གྱི་མི་མང་དང། དེ་གི། ད་ཆུ་འགྲོ་ཡིན་ན་ཆུ་འདྲ་ཟིག་གི། ལུང་པ་དེ་ཚོ་ལ་གནོད་སྐྱོན་མ་འདྲ་ཡོད་དེ་ཚང་མ་ལོག་གི་དོ་སྣང་བྱེད་དགོས་ཡ་ལྷག་པར་དུ་རྒྱ་ནག་གཞུང་གི་དོ་སྣང་བྱེད་དགོས་ཡ་དེ་དཔེ་མི་སི་གལ་ཆེན་པོ་ཆགས་འདུག་བཤད། འདི་ཞུ་ཡ་འདོད་པ་བྱུང་སོང།